སྡེ་མི་རྣམ་པ་དགེ་རྒན་ཆེན་མོ་ལྕགས་ཐར་རྒྱ་ར་དགེ་འདུན་ཀུན་དགའ་དགོན་ཞིག་རྣམས་ལ་ཐུག་ནས་བྱས་ན་མི་ཚེ་ཧྲིལ་བོ་བོད་ཀྱི་རིག་གཞུང་དང་སློབ་གསོའི་ཆེད་དུ་བསྟིམས་ཤིང། དེའི་ཤ་དང་ཞོ་ར་ཁོམ་པ་ཐུང་ངུ་ཙམ་བྱུང་ཡང་བོད་ཀྱི་ས་ཆ་གང་ཡིན་སར་སོང་དེ་དང་ཡང་སློབ་གསོ་གནང་གི་ཡོད་པ་ཚང་མས་ཡིད་ངེས་དང་གཉིད་ལམ་ཁག་བརྗེད་ནས་གསལ་བོར་ཤེས་ཡོད་ནི་རེད། ཐ་ན་ང་ཚོའི་སྡེ་བ་ལྟ་བུའི་ལུང་བ་ཆུང་ཆུང་འདིའི་ནང་དུ་ཡང་དགེ་རྒན་ཁོང་རྣམ་པས་ཚུར་བཀོལ་མ་མྱོང་མཁན་དང་གསུང་ལ་འཛིན་མ་མྱོང་མཁན་ཕལ་ཆེར་ཡོད་ནི་མ་རེད། དེས་ན་དེ་རིང་བཀྲ་ཤིས་པའི་ཉིན་མོར་དགུན་རྣམ་པ་ཡང་ང་ཚོའི་སློབ་སྟོན་ཡུལ་དངོས་སུ་ཕེབས་ཡོད་པས་གཤམ་ནས་ང་ཚོའི་སྤྲོ་ལྷང་ལྷང་གི་དགའ་བསུ་ཞིག་དང་ཐོག་མར་དགེ་རྒན་ལྕགས་ཐར་རྒྱ་ལགས་ནས་ང་ཚོ་ལ་གསུང་བཀའ་བསྡུ་བསྩལ་གནང་རྒྱུ་རེད།
ཨོ་ད་ཤུ། ཁ་རོང་སྡེ་བ་གི་ཨ་ཁུ་ཨ་ནེ། ན་གཞོན་ས་སྐྱིད་རྣམ་པ། ངོ་མ་ཆོམ་ན་ད་དེ་རིང་ཉི་མ་བཟང་བོ་སྐལ་བ་བཟང་མོ་བཀྲ་ཤིས་ཀྱི་ཉི་མ་འདི་བསོད་ནམས་དབང་འཇུག་གི་རེ་བ་ལྟར་དུ་ད་ང་ཆུ་བདེ་བ་འདི་ཡོང་རེ་ཕྱིར་ང་རང་ལ་ཆོམ་ན་འདུག་བའི་ཁམས་གསུམ་གྱི་ས་སྐྱ་མང་བོ་སྙིགས་མྱོང་ནས་ས་སྐྱ་སོ་སོ་མང་སོང་བའི་སློབ་ཁྲིད་བྱས་མྱོང་ནས་དེ་མོ་ཟིག་ཡིན་རེ་དྲ་ར་བདེ་བ་ཟིག་ཡོང་ངེ་ད་ཆུ་བདེ་བ་གི་སློབ་གསོ་ལ་འདི་ལྟ་བུའི་འཕེལ་རྒྱས་ཆེན་པོ་སོང་ན་ཟིག་ད་ང་ཁྲ་ནུ་ཐང་དོང་བའི། ནང་གི་སྲི། ད་འུ་ཆོས་ཁབ་རང་སྡེ་བ་འདི་ཆོམ་ན། ད་འདོ་བའི་ཁམས་གསུམ་གི་དགེ་རྒན་མང་བོ་གདན་འདྲེན་ཡི་རེད། དེང་སང་བྱ་ཡི་ཆེ། ཨ་མདོའི་སྐད་ཆ། ཁམས་པའི་སྐད་ཆ། དབུས་གསང་གི་སྐད་ཆ། རྒྱ་སྐད། དབྱིན་སྐད། ལ་སོགས་པ། ད་སྐད་རིགས་སྣ་ཚོགས་པ་ད་ཤིག། ངོ་མ་འདི་སྡེ་བ་འདིའི་བསོད་ནམས་རེད། ནང་སྒོས་སུ་བསོད་ནམས་དབང་རྒྱུད་ལ་ཆོམ་ན་ད་ངི་ཉི་ང་ལས་དཀའ་གི་དབང་གི་འབྲས་འབྲས་རྩ་ག་ཚིག་ཡོད་ནོ་མ་གཏོགས་བྱ་ཁ་ཞིག་ནས་ད་མོ་ཡི་རེ་ཞིག་ལྷོད་པོ་ཡི་ཁ་བརྡ་ཡིན་མྱོང་ནས་དེ་མོ་ཟིག་མིན། ཡིན་ན་ཡང་ད་དེང་སང་མཚོ་སྔོན་ཞིང་ཆེན་གི་ས་ཆ་སོ་སོ་ན་ལས་ཀ་བྱེད་གི་ཡོད་ནོ་ནང་ནས་ད་ང་རང་ག་ཆེས་དགའ་ས་གི་ས་རུ་ཟིག་ཡོད་ནོ་ད་བསོད་ནམས་དབང་རྒྱུད་གཅིག་ཡིན། རྒྱུ་མཚན་གཅིག་ཡིན་ཟེར་ན་ག་གི་ལས་ཀ་གང་དང་གང་ཟིག་ལས་ན་ཆེ་བ་རྒྱ་ཁབ་དང་འབྲིང་བ་མི་རིགས་ཆུང་བ་སྡེ་བ་ཐ་ན་ཁྱིམ་ཚང་དང་བྱེ་བ་ཐམས་ཅད་ད་ཕྱིར་ལྷག་བསམ་རྣམ་དག་གི་ལས་ཀ་རྣམ་དག་ལས་ནི་དུ་མོ་ཟིག་ད་ལྟ་ནི་སྔ་མོ་ཡོང་བའི་སློབ་གྲྭ་འདི་ནང་ཡོང་བའི་སློབ་གྲྭ་འདིའི་བྱ་ཡིག་ཆུ་བོའི་བྱིས་སྐྱོང་གི་རྣམ་པ་ར་འདི་ཐམས་ཅད་ལ་གཅིག་བལྟས་ན་ངོ་མ་ད་བསོད་ནམས་དབང་རྒྱལ་འདི་ཞིང་ཆེན་ཏང་གི་སློབ་གྲྭའི་ནང་ན་ཡོད་དུས་ད་ཆོག་ཁུལ་གྱི་སློབ་ཁྲིད་ལ་ངེད་རང་ཉན་མྱོང་ང། ཏའུ་ཆོས་སྔོན་ཆད་ཡིན་ན་ཚིགས་བཅད་གཅིག་ཙམ་ཉམས་པ་ལ་གང་གི་ལག་དམར་མི་འཛིན་པ་ཁྱེད་ཡི་སྐྱེ་བ་རྒྱ་སྐྱེ་ནས་མི་ཁ་ཅན་དུ་སྐྱེ་བར་འགྱུར་ཟེར་བ་ཡིན་ན་ང་ར་སོ་ནང་གི་འཇིག་གི་སློབ་མ་ཡིན་ནི་རེད་ང་ར་སོ་ནང་གི་འཇིག་གི་སློབ་མ་ཡིན་ནི་རེད་དྲ་ར་ཁུ་ག་ངི་སློབ་མ་མིན་རེད་དྲ་ཏའུ་ཆོས་དེ་བ་འདེ་ཀ་ཡི་རི་ད་ཁ་བརྡ་གི་ཡི་གོ་ཟིག་དང་ན་ང་ཁ་བརྡ་ཁི་རེ་ཡི་གཏོང་གྱི་མེད་གི་ར་ད་རྣམ་པ་ལྷན་རྒྱས་ལ། སྐད་ཆ་འགའ་ཚིག་གཅིག་གཅིག་ལྟ་ཅིག་བྱེད་དགོས་གི་འདུག་དེས་ན་ཁྱོད་ལྟ་སྐབས་ཡིན་ན་ད་སའི་གོ་ལ་འདི་ཇེ་ཆེ་འགྱུར་གི་ཡོད་ནི་མ་རེད། ཡིན་ན་ཡང་འདིའི་སྟེང་ན་ཡོད་ནོ་ཉི་གྲངས་ཇེ་མང་ར་ཇེ་མང་ཇེ་མང་ར་ཇེ་མང་འགྱུར་གི་འདུག་དེས་ན་སྔོན་གི་དུས་ཡིག་དྲུག་བཅུར་གི་བར་གི་ལོ་དྲུག་ཅུ་ཐམ་པ་གི་ཡིག་མིག་དེ་འཛམ་བུ་གླིང་འདི་ན་ཉི་གྲངས་དུང་ཕྱུར་བཅུ་ཐམ་པ་མ་གཏོགས་ཡོད་ནི་མ་རེད། དེས་ན་ཉིས་སྟོང་བཅུ་བདུན་ལོའི་དོན་དུས་ད་ལྟོ་འཛམ་བུ་གླིང་འདི་གི་ཉི་གྲངས་དུང་ཕྱུར་བདུན་བཅུ་ཐམ་པ་འགའ་སོང་ཟིན། དེས་ན་ཉིས་སྟོང་ལྔ་བཅུ་ཐམ་པ་ལོའི་དུས་ན་འཛམ་བུ་གླིང་གི་ཉི་གྲངས་ད་དུང་ཕྱུར་བརྒྱ་ཐམ་པ་འབུད་ཀྱི་རེད། ད་ལྟ་གི་ཉི་གྲངས་གི་དབང་དུ་བཏང་ན་ད་འཛམ་གླིང་གི་བསྡོམས་རྩིས་བྱས་བ་ལྟར་ན་དུས་ཚོད་སྐར་མ་གཅིག་གི་ནང་ང་ཤ་ཡིའི་ཆ་སྙོམས་གི་རྒྱ་ར་ལྔ་བཅུ་ལྔ་བདུན་གཅིག་ཡོད་ན་ཟིན། དེས་ན་ད་ཤ་ཡིས་འཛམ་བུ་གླིང་ན་ད་ཆར་བ་འབའ་འབུད་བའི་དགོས་ན་ཟིན།

དེ་དག་གཙོ་བོ་རིག་པ་འདྲེན་དགོས་ནས་རིག་པ་ལ་བརྟེན་དགོས་ནས། སུ་ལ་རིག་པ་ཡོད་ན་ས་ཆ་ག་རྡོ་ཁོ་རེད་སུ་ལ་རིག་པ་ཡོད་ན་དེ་ཁ་ས་རྒྱལ་དང་རྒྱལ་བ་གོན་གྱི་འབྱུང་ལེ་རེད། དེ་ཡིན་ད་ན་འུ་ཆོས་བོད་མི་རིགས་འདི་ཚོམ་ན་ད་ལྟ་སྤྱི་ཁོང་ན་རྣམ་པ་ལྷན་གྱིས་ཞིག་ཡོད་པ་དེ་ལྟར་ད་ལྟ་ཁྱེད་ཀྱིས་དོན་རིན་པོ་ཆེའི་གྲོང་བ་ནས་བཟུང་ཁོང་གི་རྗེས་བཙུན། བློ་བཟང་གྲོགས་པ། འདི་ལྟ་བུའི་ཉི་མ་ལྟ་བུ་ཟིག་བསྐྱངས་ནས་ད་འོ་གངས་ཅན་ཟེར་བ་འདི་ད་འཛམ་བུ་གླིང་ན་བས་ན་ཉིང་ཅན་ཟིག་ར་དགོས་ན་སྐལ་ཅན་ཟིག་གི་སྤྱིར་སོང་ནི་རེད། དེས་ན་འདི་མོ་ཟིག་གི་སྤྱིར་བཏང་གི་རྩ་བ་གང་ཐུག་ནི་རེད་ཟེར་ན་འོ་གངས་ཅན་གི་ས་ཆ་ར་རེད་དྲ་ར་ནང་སྒོས་སུ་འོ་གངས་ཅན་གི་སྐད་ཆ་དང་ཡི་གེ་གཉིས་ཀ་རེད། དེས་ན་སྐད་ཆ་ར་ཡི་གེ་གཉིས་ང་ད་འུ་ཅོ་ཚོམ་ན་རང་གི་ད་རང་ལ་དབང་ལུང་གི་ཕ་ས་ཕ་ཡུལ་རེད། དེའི་བརྩེ་དུང་གི་རྒྱུ་མཚན་སྤྱིར་བོད་ལྗོངས་རང་གི་ས་ཆ་གི་དབང་དུ་བཏང་ན་ས་ཆ་དེ་མ་འོངས་བ་ན་ངན་ཆད་ཡོང་མ་མྱོང་ན་གི་མྱི། ངན་ཆད་སླེབས་མ་མྱོང་ན་གི་མྱི་ར་མ་སླེབས་ན་ཐང་རྒྱ་རིགས་ཨ་རིའི་དྲ་ར་ས་དཀའ་རིགས་སྣ་ཚོགས་བཤད་མཁན་ཡོད་གྲོང་ར་དེའི་ནང་ནས་རང་གི་སྐད་ཆ་འདི་བཤད་ན་ད་རང་གི་སྐད་ཆ་འདི་གི་བདག་པོ་ཡིན་པ་དང་རང་གི་སྐད་ཆ་འདིའི་ནང་དུ། ཡབ་མེས་ཡང་མེས་རྣམས་ཀྱི་ལོ་ངོ་ཁྲི་དྲུག་དུ་མ་ལ་ཉེར་བ་འགའ་རིག་གནས་ཡོད་ནོ་སྟབས་ཀྱི་རང་འགའ་ཁྱད་ཆོས་རིགས་ཡོད། དེས་ན་ད་ལྟ་འཛམ་བུ་གླིང་ན་སྐད་ཆ་ཉིས་སྟོང་ཕྱིར་གཅིག་ཡན་གཅིག་གི་བཤད་སྒོ་ནང་གི་སྐད་ཆ་བཅུ་བདུན་མ་གཏོགས་ཡོད་ནི་མ་རེད། སྤྱིར་བཤད་ན་འཛམ་བུ་གླིང་ན་སྐད་ཆ་སྟོང་ཕྲག་ལྔ་ནས་སྟོང་ཕྲག་དྲུག་ཡོད་ནི་རེད། རེད་དེ་ན། ད་སྐད་ཆ་ལ་ལ་ཞིག་དགའ་དགའི་ལོ་ལོང་གི་བཤད་མཁན་ཡོད་ཀྱང། གཞོན་སྐྱེས་བྱིས་པ་དག་གི་མ་བྱེད་ནོ་སྟབས་ཀྱི་ཉི་མ་བཅོ་ལྔ་བཅོ་ལྔའི་ནང་སྐད་ཆ་ཞིག་ནི་བའི་ཚར་དགའ་ར་ཚར་དགོད་འདི། དེ་ན་ད་ལོ་གཅིག་གི་ནང་ར་ད་སྐད་ཆ་དྲུག་དྲུག་ད་འཛམ་གླིང་ན་མེད་ལག་འགྲོ་བོ་ནི་ཚད་དེ་མོ་རེད།

མ་ཡིག་དག་མོ་ཟིག་འུ་ཅོ་སྦྱང་བའི་སྐལ་བ་ཡོད་ནི་རེད། རེད་ཅེ་ན། འདི་མ་འོངས་བ་ན་ད་རིང་གི་བུ་རབས་ཚ་རྒྱུད་བཀྲ་ཤིས་པ་རྣམས་ལ་རྒྱུད་ཐུ་མི་ད་ཅོ་སློབ་གྲྭ་ར་དགེ་རྒན་སློབ་མ་འདི་ལ་ད་རག་ལས་ནི་རེད། རྒྱུ་མཚན་དེ་འདྲ་ཡིན་ནོ་ད་གི་ད་ངོ་མ་བཤད་ན་ད་ཅོ་ནི་དབང་རྒྱལ་གཙོས་མཛད་པའི་འུ་ཅོ་སྡེ་དམངས་ཨུ་ཡོན་ལྷན་ཁང་གི་རྒྱབ་སྐྱོར་ར་ཁུལ་ར་སྲིད་གཞུང་ར་འདི་ལྟ་བུ་གི་རྒྱབ་སྐྱོར་ལ་བརྟེན་ནས་ད་ཅོ་འདི་མོ་བྱིས་སྐྱོང་གླང་ཟིག་ད་ཚིག་དང་ཟིག། དེར་མ་ཟད་ཀྱི་ད་ལྟ་ཤེས་གསལ་ལྟར་དུ་བཤད་ཡུལ་འདི་རིགས་ཐམས་ཅད་ཀྱི་སྤྲོའི་ཁྲམ་ནོར་ར་བཞིའི་སྟེང་ནོར་འདི་ཐམས་ཅད་ངོ་མ་བལྟས་ན་ད་ཡམ་འཚམ་པོ་དག་དག་རེད། དེ་ནོར་རང་གི་ད་གི་ཞེས་རང་གི་ཕ་སྐད་མ་ཡིག་འདི་ཁྱིམ་ཚང་ནང་ནས་ད་བཤད་ཡུལ་ཆོས་ཅིག་ལོག་གི་འཇོག་རྒྱུ་བཤད་ཡུལ་ཆོས་ལ་ཤིག་འཇོག་རྒྱུ་ད་ཧ་ཅང་གལ་ཆེན་ནི་རེད། དེས་ན་བོད་སྐད་ཆུང་ཆུང་ཞིག་རེད་དྲ་བོད་སྐད་འདིའི་ནང་ན། དད་པའི་བྱིན་རླབས་ཡོད་ནི་འོད་སྐད་འདིའི་ནང་ན་རིག་གནས་ཀྱི་གཏེར་ཁ་ཡོད་ནི། འོད་སྐད་འདིའི་ནང་དུ་རིག་གནས་ཀྱི་རྒྱུད་པ་ཡོད་ནི། འདི་ལྟ་བུའི་རིག་གནས་ཀྱི་རྒྱུད་པ་འདི་འོད་ཡིག་ལ་བརྟེན་ནོ་ནོ་ལྟ་བུ་དང་འཇམ་པོ་གླིང་དུ་འོད་ཟེར་བ་ཅན་ངོམ་རྒྱུ་ཡོད་ནོ་ར་འོད་ཟེར་རེའི་མགོན་དཔུང་མཐོན་པོ་འཇོག་རྒྱུ་ཡོད་ནོ་འདི་ད་ཧ་ཅང་གལ་ཆེ་ནི་རེད། རྒྱུ་མཚན་དེའི་དབང་གིས་དབུལ་ཕྱུག་ལས་ཀ་གང་ན་ལས་དགོས་རུང་ས་ཆ་གང་ལ་སོང་རུང་རང་གི་ཕ་སྐད་མ་ཡིན་དུ་སྦྱང་རྒྱུ་ད་ཤིན་ཏུ་གལ་ཆེ་ཤིན་ཏུ་གལ་ཆེ་འདི་ངས་བཤད་རྒྱུ་གི་དོན་དང་བོ་དགོས། གཉིས་པ། བདག་གི་རིག་གནས་འདི་མ་སྦྱངས་ན་ཕྱིར་མ་འོང་བ་ན་བདག་ཅག་བློ་རིག་ཧ་འདྲ་ངེས་ད་ལས་ད་ཚེམས་ཆེན་གྱི་ཁ་ཟ་རྒྱུ་དང་རྒྱལ་བ་དཀོན་རྒྱུ་གལ་དགོས། དེ་ཡིན་དང་ན་ད་འཛམ་བུ་གླིང་ན་སི་ལ་རིག་པ་ཡོད་ན་དེའི་ཁ་ལོ་རྒྱུ་རིན་ཡོད་ནི་སི་ལ་རིག་པ་ཡོད་ན་དེའི་དབང་རྒྱུ་རིན་ཡོད་ནི་རེད་རང་རེའི་འོད་པ་ལ་ཚོམ་ན་ད་ད་ཀྲུའུ་ཅོ་རྒྱ་ཕྲུག་གི་ཉིས་སྟོང་བཞི་བཞི་དང་དྲུག་ཧ་ཡོད་པའི་སྐབས་ལ་ཀྲུང་གོའི་རྒྱལ་ཁབ་ནང་ནང་ནས་བརྩིས་ན་རིག་གནས་སྦྱང་བ་གི་ཉིས་སྟོང་ཆིའི་ཐ་མ་ན་ཡོད་ནི་རེད་མི་རིགས་ལྔ་བཅུ་ང་དྲུག་ཡོད་ནོ་ནང་ནས་ཨུ་ཅོ་ཨང་ལྔ་བཅུ་ང་ལྔ་བ་རེད་ཨང་ལྔ་བཅུ་ང་ལྔ་བ་རེད། དེས་ན་འཛམ་བུ་གླིང་གི་རྒྱལ་ཁབ་གཞན་པ་ལ་མཚོན་ན་ད་ཉིའི་དགའ་མཐར་གཞོན་པ་གང་དང་གང་གི་ནང་ན་རྒྱ་ཡིག་བོད་ཡིག་རྒྱན་གྱི་སྐད་ཆ་ལ་ཚོགས་པ་ནང་གི་གང་རུང་ཅིག་མི་ཤེས་པ་ཟིག་ཡོད་ནི་མ་རེད། ཡི་གེ་སྣ་ཞིག་མི་ཤེས་པ་ཟིག་དེ་ལས་ཀྱང་ཡོད་ནི་མ་རེད་མོད་ཡིན་ན་ཡང་འུག་ཤོད་དེ་ལྟ་བུ་མ་རེད། དེ་ནི་ལྟ་གི་ད་དེ་རིང་ཚོ་མཚོན་ན་འུག་ཤོད་ན་ནིང་སློབ་གྲྭ་ཆེན་མོ་རྒྱུགས་འཕྲོད་ནས་སློབ་མ་ཉི་ཤུ་རྩ་གཅིག། ད་ལོ་སློབ་གྲྭ་ཆེན་མོ་རྒྱུགས་འཕྲོད་ནས་ཉི་ཤུ་རྩ་གསུམ་བསྲེས་དགོས་ཀི། ངོ་མ་ད་ལྟ་སྡེ་བ་ག་རྒྱན་གྱི་ཁྱིམ་ཚང་གི་གཟི་བརྗིད་དེ་ད་ང་ན་ནིང་ད་ལོ་འདི་ཨི་ཆུ་ཟངས་ཆུ་རྫོང་གི་འབུ་ར་ཨམ་ཆོག་གི་ཨམ་ཆོག་ས་ཆ་དེ་ལོ་གཉིས་ཨ་ད་ལྷོ་ཕྲལ་གི་སོང་བ་དེ་ཡིན་པ་ནི་ཉིས་སྟོང་བདུན་གི་ལོ་ཨམ་ཆོག་བསྟན་པ་ཟེར་ནས་དྲི་མེད་ཀི་མདུན་གསུམ་པོ་ཅིག་ཡོད་ནི་རེད་ཡིན་པ་ཁི་ག་ཡིན་པ་ནི་རླབས་རང་དགོན་པ་གི་ཐ་བ་གི་མྱི་ཟིག་རེད་གཞི་ནས་ད་རྒྱ་ཁབ་གི་ལས་བྱེད་གི་སྐྱ་བ་ཞིག་གིས་ཨམ་ཆོག་ཡིན་ཚུལ་གི་ནང་གི་ད་ཁྲིམས་ཁང་གི་ལས་ཀ་ཁུར་ནི་རེད། ཏང་གི་ཚོགས་ཆེན་སྤྱི་སྐབས་བཅུ་དྲུག་པ་ཁག་གི་ཏང་གི་འཐུས་མི་རེད། འོ་ད་སྤྱི་ཁྱབ་ཧྲུའུ་ཅི་ཧུའུ་ཅིན་ཐོ་འདེམས་ཁུལ་བཤད་ཀྱི་ད་ཚོ་ཁག་གི་ཡང་ཁག་གི་འདེམས་ཁུལ་ཁག་མ་རེད་ཧོང་མྱོང་ནས་དེ་མོ་ཟེར། རེད་དེ་ད་ཉོས་དེ་ད་ཆི་རེད་ཟེར་ན་ལབ་རང་གི་ཐ་བ་ན་ཡོད་ནུ་གི་ཁང་བ་བཙོང་ཡས་ཁང་བ་དེ་ཁག་གི་བཤད་ཡས་ཆོ་ཉིན་གོང་ཐུག་ཧ་རེ་སྐུ་ཡས་རེ་ཏང་རེ་སྐུ་ཡས་དི་རི་རེ་སྐུ་ཡས་ད་དགེ་ཡ་ར་ལག་ཆག་ཟེར། ད་ད་ལྟོ་ན་ནང་ད་ལོ་འདའི་ད་ཨམ་ཕྱོགས་ཡི་ཚོ་གི་ནང་ན་དེ་བ་ཅི་ཞིག་མ་གཏོགས་ཡོད་ནི་མ་རེད་ར་ལྷོ་བྲག་ཆེན་མོ་དངོས་གཞི་ཡན་ཆད་ལ་རྒྱུགས་འཕྲོ་ནི་ན་ནང་བཞི་བཅུ་ཞེ་གསུམ་ཡོད་དངུལ་ལོ་ལྔ་བཅུ་ང་གསུམ་ཡོད་དེའི་དངུལ་ལོ་བརྒྱ་ཆའི་གྱ་དྲུག་ཡོད་ལོ་རེ་རེ་ར་འབུ་རིམ་པ་གཅིག་དང་གཉིས་ད་བཤད་མ་དགོས་བ་རེད་ར་འཇུན་པ་གི་ཞིབ་འཇུག་སློབ་མ་ཁྲོད་དུ་ཅི་ཁ་ཅོ་ང་ཅི་ཁ་ཅོ་ང་ད་ཡོད་ནི་ཞིག། དེས་ན་ད་ལྟའི་ལྟས་ང་སོང་བའི་སློབ་གྲྭའི་ཡས་བཀོད་ནུ་ག་སྐ་བ་དང། བྱ་ཡིས་ཆ་ང་ཆུང་ངུ་གི་ཉི་མ་ཞིག་དང་གཉིས་ཡ་སློབ་གྲྭའི་ཞིག་དེ་ཉན་ན་ཆུག་ནི་རེད་ད། ལོ་ལོ་ཨ་ག་གིས་ལོ་བརྒྱ་བཅུ་ཨ་དགུ་བཅུ་ཡོ་ནུ་ཡོང་བས་ད་སློབ་ཆུ་ལ་ཉན་ནི་འདུག་ངའི་ཁྱི་ཆེ་ཅང་གོ་རྒྱུ་མ་རུ་མོ་ཅང་ཤི་རྒྱུ་མ་རུ་མོ་འདུག་ཟེ་ན། ཁོང་ཆེས་བྱ་ཡིས་ཅོ་མ་དཔེ་གིས་སྟོན་དགོ་ནི། ཁོང་ཚོས་ཡི་གེ་མ་ཤེས་ནི་རེད་དྲ། བུ་ཕྲུག་ཁྱོད་ཁྱི་ཁྱི་རྒྱུང་དྲ། ཨ་ཡེ་ཨ་མྱེ་ཨ་ཕ་ཨ་མ་རྒྱབ་ན་ཡོད་ཟེར་དཔེ་གཟིགས་སྟོད་མགོ་ནས་དེ་ཟེར། ཨོ་ཡ། དེའི་མོ་གཟིགས་ད་ང་བོད་གངས་ཅན་གྱི་ལྗོངས་ནས་ས་ཆ་དེ་མོ་གཟིགས་ད་ཐུག་མ་མྱོང། དེ་ཡིན་ན། ཤེལ་གྱི་ཆུ་བྱ་ཡིས་ཚང་མ་གི་རིག་ནས་བཞེངས་ན་ཚང་མ་མཁས་བ་གི་སྙན་རྒྱུད་དཀའ་ནི་རེད། དགོན་པ་ན་ཡོད་ནུ་གི་གྲྭ་བ་ཐམས་ཅད་དགེ་བཤེས་སྙན་རྒྱུད་དཀའ་ནི་རེད། དགེ་བཤེས་ཡིན་ཐམས་ཅད་གི་ར་དགའ་བདུན་སྲས་ཁྲི་ལེན་རྒྱུད་དཀའ་ནི་རེད་དྲ། གང་ལྟར།

གཙོ་ནི་དབང་ཆེན་གཙོ་བོའི་རིགས་སྡེ་བ་གི་ནང་གི་ལྷག་བསམ་སྟོང་སྟེར་ཀ་ནི་རྩོམ་པ་ཆེ་བའི་རྒྱན་གཞན་རང་ནོར་གི་འདི་ཕྱོགས་རྒྱབ་སྐྱོར་ཞིག་ར་དྭགས་ཆེ་མང་བ་ན་བ་གི་རེ་བ་ཆེ་པོ་འདི་འགྲུབ་རྒྱུ་ད་ངོ་མ་ད་ཐག་མི་རང་གི་ཟིན། དེས་ན་ད་གི་ཆོས་རིག་གནས་ཀྱི་རྒྱང་རིང་ན་ཆི་ཟིག་བྱས་ནི་རེད་ཟེར་ན། རིག་གནས་ཟིག་སྦྱང་སྟངས་ན་འཛམ་གླིང་གི་འགྱོ་སྟངས་འགྲིག་སྟངས་ཤེས་ནི་རེད། རིག་གནས་ཟིག་སྦྱང་སྟངས་ན་རང་གི་ལུང་བ་འདི་མོ་ཟིག་གི་ནང་ནས་བདེ་སྐྱོང་ར་ཨ་མི་རི་ཀ་གི་ཅི་ཞིག་བྱེད་དགོས་ཀི་པི་ཅིན་ས་ཁེ་ན་ཆི་ཟིག་ལས་དགོས་ཀི་ཏི་ལྟ་བུའི་ད་གནས་ཚུལ་མང་བོ་ཟིག་ད་ཤེས་རེ་ཡོང་གི་རེད། རྒྱུ་མཚན་དི་འདྲ་ཡིན་ནོ་ལྟ་གི་ད་བཤད་ཡིག་ཆོས་སློབ་བྱ་ཅིག་སྐྱེ་རྒྱུ་ད་ཧ་ཅང་གལ་ཆེ་གི་ཟིན་ནོ། ཨོའི་ཇོ་བོ་གི་སྔོན་མ་ཡི་གེའི་གཞུང་ངས་ཀྲུང་གོའི་རྒྱལ་ཁབ་ནང་ཁེ་ནས་དབང་དུ་བཏང་ན་ཨི་ཆེས་ད་ལྟ་སྒོར་མོ་ལ་ཀ་ཏི་ར་ཡི་གེ་ལྔ་ཡོད་ནོ་དི་ཞིག།

དེ་ཡིན་ནོ་སྟབས་ཀི་ད་འཛམ་བུ་ལ་ང་ངོམ་འགྲིན་འཛིག་ཡོད་ནོ་ད་འཛམ་བུ་ལ་ང་སྟོན་འགྲིན་འཛིག་ཡོད་ནོ་ཡི་གི་འདས་སྟེང་ནས་བྱུང་ནོ་གི་ད་བཀའ་སྟེ་ཉི་ང་བཙུ་འཛ་པ་གི་ཁི་བ་ཟེ་རིའི་ཕྲང་རྒྱུད་གི་བཞིང་པས་ད་གསུང་རབ་རི་རི་ལྟོས་དང་མཉམ་པ་ཡོད་པ་འདི་ཐམས་ཅད་ཡིན་ནོ་སྟབས་ཀི་འུ་ཆོས་ཚང་མ་གི་རིག་གནས་གཟིགས་བྱང་གོ་གི་ཟེ་ནོ་འདི་དང་ངི་བཤད་རྒྱུ་གཉིས་པ་ཡིན།